ཤོག་གྲངས་བརྒྱ་དང་དྲུག་ཅུ་རེ་དྲུག། སྙིང་རྗེའི་ཚུལ་ཁྲིམས། འཛམ་གླིང་ནང་གི་ཆོས་ལུགས་ཁག་གི་བསླབ་བྱའི་ནང་ནས་ང་ཚོར་གང་རྙེད་པ་ནི། སྲིད་ཁྲིམས། མཆན། ཆོས་ལུགས་འགའ་ཞིག་ནང་གཅིག་ལེན་གཅིག་འཇལ་བྱེད་པའི་སྲོལ་ལ་གོ། གཞན་གྱིས་རང་ལ་ཇི་ལྟར་བརྩི་འདོད་པ་ལྟར་རང་ངོས་ནས་ཀྱང་གཞན་ལ་དེ་ལྟར་བརྩི་དགོས་པའི་གཞི་རྩའི་རྩ་འཛིན་ཞིག་ཡིན། སྲིད་ཁྲིམས། Golden Rule། ཀྱིས་གཅིག་ལན་གཅིག་འཇལ་བྱེད་པའི་ཚད་ཅན་གྱི་ལྟ་ཚུལ་ལས་བརྒལ་ནས། ཀུན་ཁྱབ་སྙིང་རྗེ་དགོས་སྐོར་སྐུལ་འདེད་བྱེད་པའི་བཟང་སྤྱོད་ཀྱི་འཆར་སྣང་དེ་ཡིན། རིམ་པ་དེའི་ཐོག་དཔེར་ན། རང་གིས་གཞན་ལས་མི་འདོད་པ་དེ་གཞན་ལའང་བྱ་རྒྱུ་མེད་ཅེས་བཟང་སྤྱོད་དེ་ངར་འཛིང་ཐོག་ལ་གཞི་འཇོག་པ་ལས་བརྒལ་ནས། འཛམ་གླིང་གི་ཆོས་ལུགས་ཁག་གི་བཟང་སྤྱོད་དེ་ངར་འཛིང་གི་མཚམས་ལས་འདས་པའི་ལྟ་ཚུལ་རྒྱ་ཆེ་བ་ཞིག་གི་ནང་ལག་བསྟར་བྱེད་ཀྱི་ཡོད། གསེར་ཁྲིམས་ནང་གཞན་གཅེས་འཛིན་གཙོ་བོར་བྱེད་པའི་སྙིང་རྗེའི་ས་བོན་གསུང་གི་ཡོད། འོན་ཀྱང་སྙིང་རྗེའི་ཚུལ་ཁྲིམས་ནང་བཅོས་མིན་གྱི་རང་འདོད་མེད་པ་ཙམ་མིན་པར་དེ་ལས་བརྒལ་ནས་འགྲོ་དགོས། དེ་ནི་ངའི་བསམ་པར་སེམས་བཟང་པོའི་ཁྱད་ཆོས་གཅེས་སྐྱོང་བྱེད་པའི་གནད་དོན་ཞིག་ཏུ་མཐོང་གི་འདུག་ངོས་ནས་རྒྱུན་དུ་རང་གི་ཨ་མ་ནི་རང་ཉིད་ཀྱི་སྙིང་རྗེའི་དགེ་རྒན་དང་པོ་དེ་ཡིན་པར་བསམ་གྱི་ཡོད། ཁོང་ནི་གཉོམ་ཆུང་ཞིང་ཡི་གེ་མི་ཤེས་པའི་གྲོང་གསེབ་ཀྱི་ཞིང་པ་ཞིག་ཡིན། འོན་ཀྱང་སེམས་པ་ཧ་ཅང་བཟང་ཞིང་ཁོང་གི་བརྩེ་སེམས་ལ་ཆ་རྐྱེན་མེད། ཁོང་གིས་དེ་ལྟའི་བརྩེ་སེམས་ཀྱི་ཐོག་ནས་ངོས་རང་བསྐྱངས་པ་དང་དེ་ནི་རང་རྒྱུད་དུ་ཚོར་ཐུབ་པ་དང་གཞན་ལ་རྒྱ་བསྐྱེད་ཐུབ་པའི་ངོས་ཀྱི་སྙིང་རྗེའི་གཞི་རྟེན་ཞིག་ཡིན། བརྩེ་སེམས་ཀྱི་གཞི་རྩའི་རིམ་པ་འདི་ནི་འགྲོ་བ་མིའི་རང་བཞིན་ཡིན་ཞིང། ཐ་ན་ང་ཚོའི་ལུས་པོའི་གྲུབ་ཆའི་ཁྱད་ཆོས་ཡིན་པར་བརྗོད་ཆོག་པ་དང། ཁྱད་ཆོས་དེའི་ཐོག་ཆོས་ལུགས་རྣམས་རྩ་བ་ཚུགས་ཤིང་དར་རྒྱས་ཕྱིན་ཡོད། འཛམ་གླིང་ནང་གི་ཆོས་ལུགས་ཆེ་ཁག་གི་བཟང་སྤྱོད་ཀྱི་བསླབ་བྱའི་ལྟེ་བར་གནས་པའི་རང་བཞིན་མེད་པའི་སྙིང་རྗེའི་འཆར་སྣང་དེ་རྟོགས་པར། དེ་དག་གི་ཆོས་ལུགས་ཀྱི་གསུང་རབ་ལ་ཕྱོགས་ཙམ་བལྟ་བས་ཕན་ཐོགས་ཆེན་པོ་ཡོད། དཔེར་ན། ངོས་ཀྱི་གྲོགས་པོ་ཞིག་གིས་གཤམ་གསལ་གསུང་རབ Mishnah ཞེས་པའི་པིར་ཀི་ཨེབོད་ནང་གི་རྗེའུ་མི་རིགས་ཀྱི་སྒྲུང་ལ་ངོས་ཀྱི་ཡིད་དབང་འཕྲོག་ཏུ་བཅུག་བྱུང། རྗེའུ་བླ་ཆེན་ཡོ་ཧ་ནན་བན་ཛ་ཀ་ཡིས་མི་ཞིག་གིས་ངེས་པར་དུ་ཉམས་སུ་ལེན་དགོས་པའི་ལམ་ཡག་པོ་དེ་གང་ཡིན་ལྟོས་གསུངས་པར། བླ་ཆེན་ཨེ་ལི་ཛར་གྱིས་མིག་ཡག་པོ་ཞིག་དགོས་ཞེས་པ་དང། བླ་ཆེན་ཇོ་ཤིས་གྲོགས་བཟང་པོ་ཞིག་དགོས། བླ་ཆེན་ཇོ་སིས་ཁྱིམ་མཚེས་ཡག་པོ་དགོས། བླ་ཆེན་སའེ་མོན་གྱིས་སོ་སོའི་བྱ་སྤྱོད་ཀྱི་མཇུག་འབྲས་མཐོང་བ་ཞིག་དགོས། བླ་ཆེན་ཨེ་ལ་ཛར་གྱིས་སེམས་བཟང་པོ་དགོས། ཞེས་གསུངས། དེ་མ་ཐག་ཁོང་གིས། ངས་བླ་ཆེན་ཨེ་ལ་ཛར་གྱི་གསུང་ལ་མོས་མཐུན་བྱེད་ཀྱི་ཡིན། ཁོང་གི་གསུང་ནང་ཁྱེད་རང་ཚོའི་གསུང་བའང་འདུས་ཡོད། ཅེས་གསུངས། འདིར་ང་ཚོས་གང་མཐོང་བ་ནི། དཔེར་ན། ཤེས་རབ་ཀྱི་མིག་དང་གྲོགས། ཁྱིམ་མཚེས། སོ་སོའི་བྱ་སྤྱོད་ཀྱི་འབྲས་བུ་དངོས་མཐོང་ལྟ་བུའི་ཁྱད་ཆོས་སྣང། སྙིང་རྗེས་ཟིན་པས་སེམས་བཟང་པོའི་ཁྱད་ཆོས་སྣང་དུས་ཡོད། ངོས་ལ་མཚོན་ན། སེམས་བཟང་པོ། ཞེས་པའི་ཚིག་འགྲོས་འདིའི་ནང། འགྲོ་བ་མིའི་རང་བཞིན་གྱི་སྙིང་པོ་དེ་འདུས་འདུག། གནའ་བོའི་རྒྱ་ནག་གི་སྲོལ་རྒྱུན་ཁྲོད། ཁུང་ཙིའི་ཆོས་ལུགས་ཀྱི་ཚད་ལྡན་གཞུང་ནང། གྲགས་ཆེ་བའི་ཤོད་སྲོལ་ཞིག་འདི་འདྲ་ཞིག་ཡོད། རྒྱ་ནག་གི་རྩོམ་རིག་སྙིང་བསྡུས་ནང། ཁུང་ཙི། ང་ཡི་བསྟན་པའི་ཆ་ཐམས་ཅད་དུ་ཁྱབ་པའི་སྐུད་པ་གཅིག་ཡོད། ཅེས་བཤད། ཚིག་མཛོད་ཀྱིས་ལག་རེད། ཅེས་ཞུས། ཁུང་ཙི་ཕེབས་པའི་རྗེས་སློབ་མ་ཚོས། ཁོང་གི་གསུང་དོན་ཅི་ལགས་སམ། ཞེས་དྲིས་པས། ཚིག་མཛོད་ཀྱིས། ང་ཚོའི་སློབ་དཔོན་གྱི་ལམ་ནི་བག་ཡོད་དང་གཞན་དོན་གྱི་བསམ་པ་ལས་གཞན་གང་ཡང་མེད། ཅེས་གསུངས་སོ། ཞེས་ལན་བཏབ། དེ་བཞིན་རྟའུ་ཇོ་ཆོས་ལུགས་ཀྱི་བཟང་སྤྱོད་བསྟན་པའི་གཞུང། མདོ་བདེ་འཇིའི་ནང། སྙིང་རྗེས་རྐྱེན་པས་ངས་བློ་ཁོག་ཆེན་པོ་བྱེད་ཐུབ། ཆོག་ཤེས་ཀྱི་རྐྱེན་པས་ངས་གཏོང་ཕོད་ཅན་བྱེད་ཐུབ། དཀོན་མཆོག་གིས་མི་ཞིག་ལ་མགོ་འདོན་བྱེད་སྐབས། སྙིང་རྗེ་མི་གཞོལ་བ་བྱེད་ཀྱི་ཡོད། ཅེས་གསུངས། ཡེ་ཤུའི་ཆོས་ལུགས་ནང། གནའ་བོའི་ཡེ་ཤུའི་གསུང་རབ། Hebrew Bible Talk། ཞེས་བཅོས་བའི་ཡེ་ཤུའི་གསུང་ཁྲོད་སྙན་གྲགས་ཅན་བཞིན་ཡོད་པ་ནི། རང་གི་སེམས་གཏིང་ནས་སེམས་ནུས་ཡོད་རྒུས་དཀོན་མཆོག་ལ་རྩེ་གཅིག་ཏུ་དགའ་ཞེན་བྱོས། ཞེས་པ་དེ། ཞལ་གདམས་བཅུའི་ནང་གི་དང་པོ་དང་རླབས་ཆེ་ཤོས་དེ་ཡིན། གཉིས་པ་ནི་དེ་དང་འདྲ་བར། རང་གིས་རང་ལ་དགའ་པོ་བྱེད་པ་ལྟར་རང་གི་ཁྱིམ་མཚེས་ལ་དགའ་ཞེན་བྱོས་ཞེས་པ་དེ་ཡིན། ཁྲིམས་ལུགས་དང་ཕོ་ཉ་ཚང་མས་ཤེས་གཏམ་དེ་གཉིས་ལ་དོ་ནན་བྱེད་ཀྱི་ཡོད། ངོས་ཀྱི་གོ་རྟོགས་ལ་གཞིགས་ན། བསླབ་བྱ་དེ་མཛེས་སྡུག་ནི་རྨད་དུ་བྱུང་བའི་སྤྲོས་མེད་ཀྱི་ངང་ཚུལ་ཞིག་ཡིན་ཞིང། དེའི་ནང་ཡེ་ཤུ་ཡིས་ཆོས་ཕྱོགས་ནས་བཟང་སྤྱོད་དགོས་པའི་རྒྱུ་མཚན་གྱི་སྙིང་པོ་མདོར་བསྟན་ཡོད། ད་ཡོད་པར་སྨྲ་བའི་སྲོལ་རྒྱུན་ནང། ཆོས་ལུགས་ཀྱི་ཉམས་ལེན་གཙོ་བོ་ནི་འཇིག་རྟེན་བཀོད་པ་པོར་དགའ་ཞེན་དང་ལད་མོ་བྱ་རྒྱུ་དེ་ཡིན། དཀོན་མཆོག་ལ་དགའ་ཞེན་བྱེད་པ་དེ་ཞལ་གདམས་གཉིས་པ་སྟེ། རང་གིས་རང་ལ་དགའ་བོ་བྱེད་པ་ལྟར་སོ་སོའི་ཁྱིམ་མཚེས་ལ་དགའ་ཞེན་བྱོས་ཞེས་པས་ན་དཔེར་བཀོད། རྗེའུ་དང་ཡེ་ཤུ་གཉིས་ཀས་རང་གི་ཁྱིམ་མཚེས་ལ་དགའ་ཞེན་དགོས་ཞེས་ནན་སྐུལ་བྱས་པར་དཀོན་མཆོག་ལ་དགའ་ཞེན་ཇི་ཙམ་ཡོད་པ་ནི། རང་ངོས་ནས་སོ་སོའི་སྤུན་ཟླ་མི་རིགས་ཚོར་དགའ་ཞེན་ཇི་ཡོད་ལ་ཐུག་ཡོད་ཅེས་སྟོན་པ་ཡེ་ཤུ་ཡིས་གནས་ལ་སྨིན་པའི་འགྲེལ་བཤད་སྐྱོན་ཡོད་པར་སྙམ། ནང་ཆོས་ནང། བྱམས་པའི་མདོ་ལས། མཆན། ཐེག་དམན་གྱི་མདོ་ཞེས་རང་སྐད་དུ་མ་བཞུགས་པས། དབྱིན་ཡིག་ནང་གང་ཡོད་པ་དེ་གུས་པས་བསྒྱུར་བསྐུལ་བྱས། ནང་ཆོས་ནང་བྱམས་པའི་མདོ་ལས། མ་ཞིག་གིས་རང་གི་ཕྲུ་གུ་གཅིག་པོ་དེ་སྲུང་སྐྱོབ་བྱ་རྒྱུའི་ཆེད། བཀའ་ཉན་ལ་མི་ལྟོས་པ་བཞིན་དུ། སེམས་ཅན་ཐམས་ཅད་ལ་མཐའ་མེད་པའི་སེམས་པ་བཟང་པོ་བསྐྱེད་དགོས། འཇིག་རྟེན་ཡོངས་ཀྱི་ཆེད་དུ་མཐའ་མེད་པའི་སེམས་པ་བཟང་པོ་བསྐྱེད་དགོས། དེ་ཡང་སྟེང་དང་འོག་ཕྱོགས་ཀུན་དང། བར་ཆད་མེད་པ་དང་སྡང་སེམས་སམ་འཁོན་འཛིན་མེད་པ་དགོས། འགྲོ་འཆག་ཉལ་འདུག་ཀུན་ལ་རང་ལ་ཤེས་བཞིན་ཡོད་ན་དྲན་ཤེས་དེའི་སྟེང་དུ་འབུངས་དགོས། ཞེས་གསུངས། མ་ཞིག་གིས་རང་གི་བུ་ལ་བཅངས་པའི་ཆ་རྐྱེན་མེད་པའི་བརྩེ་དུང་བཞིན། འདིར་འགྲོ་བ་མིའི་དབར་རང་བཞིན་ལྷན་སྐྱེས་ཀྱིས་བྱུང་བའི་བརྩེ་དུང་གི་འབྲེལ་བ་དེ་ཉམས་ལེན་པ་ཞིག་གིས་སེམས་ཅན་ཐམས་ཅད་ལ་དམིགས་པའི་སྙིང་རྗེ་རྒྱུད་ལ་སྐྱེ་ཐབས་བྱེད་པའི་སྙིང་རྗེའི་ཚད་ཀྱི་དཔེར་བཀོད་པ་ཡིན། ཧིན་དུའི་ཆོས་ལུགས་ནང་གཤམ་དུ་ར་མ་ཡ་ནའི་རྟོགས་བརྗོད་ལས་དྲངས་པའི་གསུང་སྒྲོས་དེར། རྒྱ་གར་མི་དམངས་ཀྱི་སེམས་ནང་ཧ་ཅང་གཙིགས་ཆེན་པོར་བྱེད་བཞིན་ཡོད། སྐྱེས་བུ་དམ་པས་ངན་ལེན་ངན་དོན་མི་བྱེད། དེ་ནི་ངེས་པར་དུ་དོ་སྣང་དགོས་པའི་བདེན་དོན་ཞིག་ཡིན། བཟང་སྤྱོད་ལྡན་པའི་མི་ཞིག་གི་རྒྱན་ཆ་ནི་དེའི་སྤྱོད་ཚུལ་ཡིན། སྐྱེས་བུ་འདུག་པ་ཅན་རྣམས་བཟང་པོ་ཡང་ན་སྲོག་གཅོད་ཀྱི་ཉེས་པ་ཅན་སུ་ལའང་གནོད་པ་བྱ་རྒྱུ་མེད། སྐྱེས་བུ་དམ་པ་ཞིག་གིས་རྟག་ཏུ་སྙིང་རྗེ་ཉམས་ལེན་བྱེད་ཅིང། ཐ་ན་གཞན་ལ་གནོད་འཚེ་བྱེད་མཁན་ལའང་སྙིང་རྗེ་བྱེད་ཀྱི་ཡོད། ཀོ་རན་ནང། ང་ཚོས་དཀོན་མཆོག་ཉག་གཅིག་གི་ཆེད་དུ་ཁྱོད་ལ་ཟས་སྦྱིན། ང་ཚོས་གུན་གསབ་འཇལ་བའམ་ཐུགས་རྗེ་ཆེ་ཞུ་ཕྱིར་ཁྱོད་འཚོལ་གྱི་མེད། ཅེས་གསུངས། དེར་མ་ཟད་ཨེ་ཏི་ཞེས་པའི་ཕྱོགས་བསྡུས་བྱས་པའི་གཞུང་ནང། སྐྱེས་ཕོ་ཉའི་གཏམ་ཞིག་ངོས་ནས་གོ་ཐོས་བྱུང། དེ་ཡང། མི་ཞིག་གིས་ཐེངས་གཅིག་ཕོ་ཉར། ཁ་ཆེའི་ཆོས་ལུགས་ནང་གི་ལེགས་ཤོས་དེ་གང་ལགས་སམ་ཞེས་ཞུས། ཕོ་ཉས། དེ་ནི་རྟོགས་པར་ཟས་སྦྱིན་རྒྱུ་དང། ངོ་ཤེས་པ་དང་མི་ཤེས་པ་གཉིས་ཀར་ཞི་བའི་ངང་འཚམས་འདྲི་ཞུ་རྒྱུ་དེ་ཡིན་ཞེས་ལན་མཛད་དོ། སིག་ཆོས་ལུགས་ཀྱི་རྩ་ཆེའི་གསུང་རབ Adi Granth ནང། གཞན་ལ་ཕར་ཕན་འདོགས་ཤིང། ཚུར་ལན་ལ་མི་བལྟ་མཁན་རྣམས་དཀོན་མཆོག་དང་ཉེ་བར་གནས། དེ་ལྟའི་ཞབས་འདེགས་སྒྲུབ་མཁན་ཁོ་ནས་སློབ་དཔོན་གྱི་ལམ་སྟོན་བཞིན་འཇུག་ཅིང། ཁོ་པར་ལྷའི་གཟི་བྱིན་ཐོབ། དཔེར་ན། Nanak ལྟ་བུ། སྤྱིར་བུ་པའི་ཆོས་ལུགས་ཀྱི་མདོ། Tattvartha ནང། སྡོམ་པ་སྲུང་མཁན་གྱིས་ངེས་པར་དུ་སེམས་ཅན་ཐམས་ཅད་ལ་མཛའ་མཐུན་བསྐྲུན་དགོས་པ་དང། གཞན་ལ་བརྩི་འཇོག་དང་བསྟོད་པ་ལ་དགའ་བ། ཡ་ང་བ་དང་སྐྱེ་བ་དམན་པར་སྙིང་རྗེ། རང་མཐོང་ཅན་ལ་བཏང་སྙོམས་བྱེད་དགོས་ཞེས་གསུངས། ལུང་འདི་མཐའ་མ་དེ་དང་ད་དུང་ཕོ་ཉ་མོ་ཧོ་མད། འགྲེལ་པ། ཧི་ཏི་ཞེས་པའི་ནང། དམིགས་བསལ་སེམས་ཀུན་མཐེབ་ཤོས་དེ་གང་ཡིན་ཞེ་ན། སྙིང་རྗེའི་དམིགས་པ་དེ་ཀུན་ལ་ཁྱབ་པ་ཞིག་དགོས་ཞེས་མངོན་གསལ་དོད་པོར་གསུངས་པ་དེ་ཡིན། མདོར་ན། རང་གི་སྙིང་རྗེ་ཆེ་བའི་སེམས་ཁུར་གྱི་དམིགས་འོག་ཏུ་སེམས་ཅན་ཐམས་ཅད་ཚུད་པ་དགོས་ཞེས་པ་དེ། སྲོལ་རྒྱུན་ཚང་མའི་ནང་མངོན་གསལ་དོད་པོར་གསུངས་པ་ཙམ་མ་ཟད། གལ་གནད་ཀྱང་ཤིན་ཏུ་ཆེ། སེམས་ཅན་གཞན་རྣམས་དཀོན་མཆོག་གི་བུ་ཕྲུག་གམ། ཡང་ན་རང་གིས་མ་བྱས་མ་མྱོང་བའི་སེམས་ཅན་མེད་པར་ལྟ་བའི་ནང་པའི་ལྟ་ཚུལ་ཏེ། སེམས་ཅན་ཐམས་ཅད་རང་གི་མར་ལྟ་བ་གང་དུ་བསམས་ཀྱང། མདོ་དོན་འཇིག་རྟེན་འདིའི་ནང་མི་རྣམས་ཀྱིས་ཕན་ཚུན་ཁ་ཞེ་གཉིས་མེད་ཀྱིས་འབྲེལ་བ་དགོས་པ་དེ་གལ་གནད་ཤིན་ཏུ་ཆེ། གོང་གི་ལུང་འདྲེན་ནང་དཔེ་མཚོན་བཀོད་པ་ལྟར། སྲོལ་རྒྱུན་མི་འདྲ་བ་དེ་དག་གི་བསླབ་བྱ་འདྲ་མིན་ནང། སྙིང་རྗེའི་ཐོག་ཆོས་ལུགས་ཀྱི་བཀའ་ལུང་ནི། སྲིད་ཁྲིམས་ལས་གལ་ཆེ་བར་གསལ་སྟོན་བྱས་ཤིང། རང་གིས་རང་ལ་ཇི་ལྟར་འདོད་པ་ལྟར་གཞན་ལའང་དེ་ལྟར་བྱེད་པའི་ཐོག་ནས་ཕན་ཚུན་གཉིས་ཕན་གྱི་བཟང་སྤྱོད་འགྲེལ་བརྗོད་བྱས་ཡོད། ལ་ཡོད་པར་སྨྲ་བའི་སྲོལ་རྒྱུན་ཁྲོད། རང་གིས་རང་ལ་ཇི་ལྟར་འདོད་པ་དེ་བཞིན་གཞན་ལ་སྤྱོད་པ་ནི། རང་ཉིད་གཅིག་པུར་བསམ་པའི་སྤྱོད་ཚུལ་དེར་མཐར་ཕན་ཐོགས་ཅི་ཡང་མེད་པར་མཐོང་ནས། འདི་ལས་འགལ་བའི་དམིགས་ཡུལ་ཞིག་ལ་འཁྲིད་པའི་ཐབས་དང་པོ་དེ་ཡིན་ཞིང། སྙིང་རྗེ་ཆེ་བའི་སྤྱོད་ཚུལ་གྱི་ཐབས་ལམ་ཞིག་ཏུ་གྱུར། དེའི་ཚད་མཐོ་བའི་རིམ་པའི་ཐོག། དེ་ལྟ་བུའི་རང་ཤེས་མེད་པའི་གང་ཟག་དེ། སྙིང་རྗེའི་བདག་ཉིད་དུ་འགྱུར་ཚུལ་ནི། བོད་པའི་སྲོལ་རྒྱུན་ནང་གུས་བརྩི་ཆེན་པོ་བྱེད་པའི་དུས་རབས་གཉིས་པའི་སྐབས་ཀྱི་སློབ་དཔོན་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱི་གསུང་ནང་དཔེ་མཚོན་སྙིང་རྗེ་བོ་ཞིག་བཀོད་ཡོད་པ་ནི། ས་དང། ཆུ་དང། མེ་དང། རླུང། སྨན་དང་ནགས་ཀྱི་ཤིང་བཞིན་དུ། བདག་ཉིད་ཡུད་ཙམ་གཅིག་ཏུ་ཡང། འདོད་དགུར་སྤྱོད་པ་ཉིད་དུ་མཛོད། རིན་ཆེན་ཕྲེང་བ་ལྷ་ཡོད་པར་སྨྲ་བའི་སྲོལ་རྒྱུན་ན། འགྲམ་པ་གཞན་དེའང་སྟོན་ཞེས་པའམ། སེམས་ཅན་ཐམས་ཅད་སྙིང་རྗེས་མི་གཞོལ་བར་བྱེད་ཅེས་པའི་དཔེ་དེ། རང་གཅེས་འཛིན་སྤོང་དགོས་པ་དང་ཡོན་ཏན་རྒྱུད་ལ་སྦྱོང་དགོས་པའི་དོན་བསྟན། སྲོལ་རྒྱུན་དེའི་ནང་དེ་ལྟའི་ཡོན་ཏན་སྦྱངས་པས། དཀོན་མཆོག་དང་ཐག་ཉེ་པོ་བཟོས་ཏེ། ཧ་ལམ་དཀོན་མཆོག་དང་གཉིས་སུ་མེད་པར་འགྱུར་བ་དང། དེ་ལ་བརྟེན་ནས་རང་གི་མི་ཚེ་དཀོན་མཆོག་དང་ཁ་མ་བྲལ་བར་གནས་ཐུབ། ནང་ཆོས་ལྟ་བུ་འཇིག་རྟེན་བཀོད་པ་པོ་ཁས་མི་ལེན་པའི་སྲོལ་རྒྱུན་ཁྲོད། སྙིང་རྗེས་ཉམས་ལེན་པ་རྣམས་གུ་དོག་པའི་རང་གཅེས་འཛིན་གྱི་རྒྱ་ལས་གྲོལ་ནས་དུས་རྟག་ཏུ་རང་དབང་དང་ཐག་ཉེ་པོར་འཁྲིད་པ་དང། སེམས་ཅན་ཐམས་ཅད་ཕན་ཚུན་འབྲེལ་བ་བྱ་རྒྱུའི་སྒོ་མོ་འབྱེད་ཀྱི་ཡོད། ཤོག་གྲངས་བརྒྱ་དང་བདུན་ཅུ་བདུན་གསུམ། རང་གི་དགྲ་ལ་བརྩེ་བ། འཛམ་གླིང་གི་ཆོས་ལུགས་ཆེ་ཁག་ཚང་མའི་ནང་གི་སྙིང་རྗེ་གཙོ་བོར་འཛིན་པའི་བཟང་སྤྱོད་ཀྱི་མཛེས་སྡུག་ནི། དེའི་ནང་རང་གཅེས་འཛིན་ལས་ལྡོག་སྟེ་རང་རྒྱུད་ཡར་རྒྱས་གཏོང་བའི་སེམས་དོན་རིག་པའི་ལམ་ཞིག་རྟོགས་ཤིང། དུས་མཚུངས་སྙིང་རྗེས་ཟིན་པའི་མེལ་ཚེ་སྐྱེལ་སྟངས་ཀྱི་རྩ་བ་མུ་མཐུད་དེ་གཏིང་ཟབ་ཏུ་གཏོང་གི་ཡོད། བརྒྱུད་རིམ་དེ་ནི་ཆོས་ཀྱི་བསླབ་བྱ་ཚང་མའི་ནང་ནས་རྙེད་རྒྱུ་ཡོད་ཅིང། གནད་དོན་ཁ་ཤས་ཁྲོད་ཧ་ལམ་གཅིག་ལས་གཅིག་ཁ་གསལ་བོ་ཡོད། དཔེར་ན། རང་ལ་གཞན་གྱིས་ཚུར་གནོད་པ་བྱེད་པའི་སྐབས། མགོ་སྟོད་དུ་རང་གིས་གཞན་ལ་ཕར་ལན་མི་སློག་པའི་སྐབས་ཤིག་ཡོད། དེ་ནི་ཉེས་སྤྱོད་ལས་བསྡོམས་པའི་ཚུལ་ཁྲིམས་ཡིན། སྐབས་གཞན་ཞིག་ལ་གཞན་གྱིས་རང་ལ་གནོད་པ་བྱས་ཀྱང་དེ་ལ་མཐའ་གཅིག་ཏུ་དགོངས་དབྱངས་སྤྲོད་ཅིང། དགོངས་དབྱངས་ཀྱི་རིམ་པ་དེ་བརྒལ་ནས་གནོད་པ་བྱེད་མཁན་དེ་ལ་སེམས་གཏིང་ནས་སྙིང་རྗེའམ་བརྩེ་བ་བྱེད་ཐུབ་སྲིད་པ་ཡིན། སྙན་གྲགས་ཆེ་བའི་ཡེ་ཤུའི་གསུང་གཞན་ཞིག་གི་ནང། རྩ་འཛིན་དེ་འགྲེལ་བརྗོད་ཧ་ཅང་ཡག་པོ་གནང་འདུག་མིག་ལ་མིག་དང་སོ་ལ་སོ་ཞེས་པའི་ཤོད་སྲོལ་དེ་ཁྱེད་རང་ཚོས་གོ་ཐོས་བྱུང་ཡོད། འོན་ཀྱང་ངས་ཁྱོད་ཚོར་བརྗོད་རྒྱུར། མི་ངན་ལ་འགོག་རྒོལ་མ་བྱེད། གལ་ཏེ་མི་ཞིག་གིས་རང་གི་འགྲམ་པ་གཡས་པའི་སྟེང་གཅིག་བཞུས་ན། གཞོགས་གཡོན་མ་དེའང་བཟེད་དགོས། གལ་ཏེ་མི་ཞིག་གིས་རང་གི་སྟོད་གོས་འཁྱེར་འདོད་ཚེ། ཁོ་པར་རང་གི་ཆུ་ཚོད་ཀྱང་འཁྱེར་འཇུག་དགོས། གལ་ཏེ་མི་ཞིག་གིས་རང་ལ་རྒྱང་ཚད་ལེ་དབར་གཅིག་སར་འགྲོ་དགོས་ཟེར་ན། ཁོ་པ་དང་མཉམ་དུ་ལེ་དབར་གཉིས་ཀྱི་སར་འགྲོ་དགོས། རང་ལས་དགོས་འདོད་བྱེད་མཁན་ལ་སྦྱིན་དགོས་པ་ལས་སྟོང་པར་ཀློག་མི་ཉན། རང་གི་ཁྱིམ་མཚེས་ལ་དགའ་ཞེན་བྱེད། རང་གི་དགྲ་ལ་སྡང་འཛིན་བྱོས་ཞེས་པའི་ཤོད་སྲོལ་འདི་ཁྱོད་ཚོས་གོ་ཐོས་བྱུང་ཡོད། འོན་ཀྱང་ངས་ཁྱོད་ཚོར། རང་གི་དགྲ་ལ་དགའ་ཞེན་བྱོས། རང་ལ་སྡང་འཛིན་བྱེད་མཁན་དེར་སྨོན་ལམ་འདེབས་དགོས་ཞེས་བརྗོད་ཀྱི་ཡིན། ཡེ་ཤུའི་རྣམ་ཐར Gospel ནང་གི་ཤོད་སྲོལ་དེར་ངས་བསམ་བློ་གཏོང་སྐབས། ཕོ་བྲང་པོ་ཏི་ལེ་ཙེ་རྣམ་རྒྱལ་གྲྭ་ཚང་ནང་སློབ་དཔོན་ལ་ཞུགས་པའི་ངོས་ཀྱི་ལས་རོགས་གྲྭ་པ་ཞིག་ཡོད་པ། ཁོང་དང་ཐེངས་གཅིག་ཐུག་འཕྲད་བྱུང་བ་དྲན་གྱི་འདུག་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བོད་ས་ཤོར་བའི་རྗེས། ཁོང་རྒྱ་མིའི་བཙོན་ཁང་ནང་མི་ལོ་བཅོ་བརྒྱད་བཞུགས་དགོས་བྱུང་འདུག་འོན་ཀྱང་ཕྱི་ལོ་གཅིག་སྟོང་དགུ་བརྒྱ་གྱ་བཅུ་ཐམ་པའི་ནང་རྒྱ་གར་དུ་ཕེབས་ཐུབ་པ་བྱུང་ཡོད། ངེད་གཉིས་བོད་ནང་ནས་ངོ་ཤེས་ཀྱི་ཡོད་སྟབས། ཁོང་རྒྱ་གར་དུ་འབྱོར་བའི་རྗེས་སྐབས་སྐབས་སུ། ངེད་གཉིས་མཉམ་དུ་བྱ་འཐུང་བ་དང། ཕན་ཚུན་སྤྱི་འགྲོས་མོལ་འཕྲོས་བཤད་ནས་སྡོད་ཀྱི་ཡོད། ཐེངས་གཅིག་ཅུང་ནང་ཚགས་བྱས་ཏེ་གླེང་མོལ་བྱེད་པའི་སྐབས། སློབ་དཔོན་ལགས་ཀྱིས་བཙོན་ཁང་ནང་སྡོད་རིང་ཁོང་ལ་ཉེན་ཁ་ཆེན་པོ་ཐེངས་གཉིས་སམ་གསུམ་ཙམ་འཕྲད་བྱུང་ཞེས་གསུང་གི་འདུག་ངའི་སེམས་ནང་ཁོང་གི་ཚེ་སྲོག་ལ་འཇིགས་སྣང་བྱུང་ཡོད་རྒྱུ་རེད་སྙམ་སྟེ། ཉེན་ཁ་གང་འདྲ་ཞིག་འཕྲད་སོང་ངམ། ཞེས་བཀའ་འདྲི་ཞུས་པ་དང། ཁོང་གིས། ངས་རྒྱ་མིར་བཅངས་པའི་སྙིང་རྗེ། ཉམས་ཉེས་འབྱུང་མི་ཡོང་ངམ་སྙམ་པའི་ཉེན་ཁ་བྱུང། ཞེས་ལན་གནང་བྱུང། ངས་ལན་དེ་ཐོས་པ་དང། དེ་ག་རང་ཁོང་ལ་གུས་ཕྱག་ཕུལ་བ་ཡིན། བོད་མི་རིགས་ཀྱི་རྒྱལ་ཁབ་དང། རང་དབང། འཚོ་ཐབས། སྲོལ་རྒྱུན་གྱི་སེམས་དོན་རིག་པའི་ཉམས་ལེན་བཅས། བཙན་འཕྲོག་བྱེད་མཁན་གྱི་དམར་པོའི་རྗེས་སུ་འབྲང་རྒྱན་རྒྱ་མི་ཚོ། བོད་རིགས་འགའ་ཞིག་གིས་ཁོང་ཁྲོ་བྱེད་པར་ཧང་སང་དགོས་དོན་མེད། བོད་རིགས་ཧ་ཅང་མང་པོ་ཧི་མ་ལ་ཡ་བརྒྱུད་བྲོས་བྱོལ་དུ་ཡོང་བའི་ལམ་བར་དུ་འཕྲད་པའི་དངངས་སྐྲག་ཆེ་བའི་དཀའ་ངལ་གྱི་སྒྲུང་དང། ཇུས་ཉེས་ཀྱི་སྐོར་དེ་དག་གོ་ཐོས་བྱུང་འཕྲལ། ངོས་རང་ཉིད་ཀྱི་སེམས་ནང་དུའང་ཚོར་བ་དྲག་པོ་བྱུང་མྱོང་ཡོད། འོན་ཀྱང་ནང་ཆོས་ནང་སྡུག་བསྔལ་གྱི་རྒྱུན་འཁོར་རྫོགས་མཐའ་མེད་པ་ཡོང་གི་ཡོད་ཅེས་ཡང་དག་པའི་སེམས་དོན་རིག་པའི་ལམ་གྱིས་ནན་བརྗོད་བྱེད་ཀྱི་ཡོད། ངོས་ནས་བཤེས་གཉེན་འདོད་པའི་སློབ་དཔོན་ལགས་ཀྱི་སྒྲུང་ནི། ཐ་ན་ངལ་དུབ་ཆེ་ཤོས་ཀྱི་སྐབས་སུའང་སྙིང་རྗེ་གཞི་མར་འགྱུར་བའི་བཟང་སྤྱོད་ཀྱི་ཐོག་ནས་ཐུབ་པ་སྲིད་པའི་སྒྲུབ་བྱེད་རྨད་དུ་བྱུང་བ་རེད་དོ། ཡེ་ཤུའི་སྟོན་པ་མཱ་ཤི་ཀའམ་སངས་རྒྱས་ཀྱི་བཀའ་བསྩལ་བ་བཞིན་ཉུང་ཤས་ཤིག་ལག་བསྟར་བྱ་རྒྱུ་ཧ་ཅང་ཁག་པོ་ཡོད། དཔེར་ན། འགྲམ་པ་གཡས་པར་བཞུས་ན་གཡོན་མ་དེའང་བཟས་དགོས་པ་དང། རང་གི་ཆུ་ཚོད་ཙམ་མ་ཟད་སྟོད་གོས་ཀྱང་སྤྲོད་པ། ལེ་དབར་གཉིས་ཀྱི་སར་འགྲོ་བ། དགྲ་ལ་བརྩེ་བ། དགྲ་རྣམས་རང་གི་བཤེས་གཉེན་དུ་ལྟ་བ། རང་ལ་དམོད་མོ་བྱེད་མཁན་ལ་ཤིས་པ་བརྗོད་པ། རང་ལ་མི་དགའ་མཁན་ལ་བཟང་པོ་བྱེད་པ། རང་ལ་ལོག་སྤྱོད་དང་སྡང་འཛིན་བྱེད་མཁན་ལ་སྨོན་ལམ་འདེབས་རྒྱུ་ལྟ་བུ། ཆོས་ལུགས་ཀྱི་སྲོལ་རྒྱུན་ཚང་མའི་ནང་གི་ཉམས་ལེན་དང། སྲུང་སྡོམ། རྒྱུད་སྦྱོང་བ་སོགས། སེམས་དོན་རིག་པའི་ལམ་ཡོངས་རྫོགས་ནི། རང་ལ་གཞན་གྱིས་གནོད་པ་བརྩམས་པ་ན། ཉམས་ལེན་པ་ཚོས་སྙིང་རྗེའི་ཐོག་ནས་རྣམ་འགྱུར་ངང་གིས་སྟོན་ཐུབ་ཕྱིར། གཏན་ལ་ཕབ་པ་ཡིན་ཅེས་བརྗོད་སྲིད། དུས་མཚུངས། རང་གི་དགྲ་ལ་བྱམས་པ་བསྒོམ་པ་ནི། རང་གི་སེམས་དོན་རིག་པའི་གྲུབ་དོན་ལ་ཐ་མའི་ཚུལ་བརྟག་ཞིག་ཡིན། དུས་རབས་བརྒྱད་པའི་སྐབས་ཀྱི་རྒྱ་གར་གྱི་སློབ་དཔོན་ཆེན་པོ་རྒྱལ་སྲས་ཞི་བ་ལྷས་མཛད་པའི་བསླབ་བ་ཀུན་བཏུས་ནང་ཁོང་གིས། གལ་ཏེ་རང་གི་དགྲ་ལ་སྙིང་རྗེ་མ་སྒོམ་ན། སུ་ལ་སྒོམ། ཞེས་གསུངས་ཡོད། རང་གི་དགྲ་ལ་བརྩེ་བ་སྒོམ་དགོས་ཞེས་པའི་བསླབ་བྱའི་སྙིང་པོ་ནི། ཅི་སྟེ། རང་གི་དགྲ་ལ་སྙིང་རྗེའི་བསམ་པ་སྐྱེ་ཐུབ་ན། རང་རྒྱུད་ཀྱི་སྙིང་རྗེའི་དམིགས་པ་མཐའ་མེད་དུ་སྤེལ་ཐུབ་པ་ཡིན། སྙིང་རྗེའི་གལ་གནད་ཐོག་ཆོས་ལུགས་ཀྱི་སྲོལ་རྒྱུན་ཆེ་ཁག་ཚང་མས་མོས་མཐུན་བྱེད་པ་ལས། བསམ་གཞིག་བྱེད་དགོས་པ་ཞིག་ནི། དེས་འགྲོ་བ་མིའི་རང་བཞིན་གྱི་ཆེས་རྩ་བའི་ཁྱད་ཆོས་ཅིག་ང་ཚོར་དྲན་སྐུལ་བྱེད་ཀྱི་ཡོད། གང་ཡིན་ཞེ་ན། ང་ཚོ་ཚང་མ་ཨ་མའི་མངལ་ནང་གསོ་སྐྱོང་བྱས་ཡོད་པ་དང། ང་ཚོ་ཚང་མ་མ་ལས་བཙས་སྟབས། བཙས་བ་ནི་ང་ཚོའི་གཞི་རྩའི་རང་བཞིན་ཡིན། ང་ཚོས་མ་ཡི་ནུ་མ་ནུ་བའི་སྐབས་མ་ཡི་བརྩེ་སེམས་དང་བཅས་རང་གི་ལུས་པོར་རིགས་མཐུག་བྱེད་པ་ལ་བརྟེན་ནས་ང་ཚོ་བརྩེ་བའི་ཐོག་ནས་འཚར་ལོངས་བྱེད་ཐུབ་པ་ཙམ་མ་ཟད། བརྩེ་སེམས་ཀྱི་ཐོག་ནས་ང་ཚོའི་ན་གཞོན་གྱི་མི་ཚེ་འཚོ་བཅུད་ཀྱིས་སྐྱོང་བ་དང་གཅེས་སྐྱོང་བྱེད་ཀྱི་ཡོད། བྱིས་པའི་མི་ཚེ་འགོ་སྟོད་ཀྱི་གཟའ་འཁོར་ཁ་ཤས་ནང། ཨ་མའི་ལུས་ཀྱི་རིགས་མཐུག་ཙམ་གྱིས་ཕྲུ་གུའི་ཀླད་པ་ཡར་རྒྱས་འགྲོ་བར་གནད་འགག་ཆེན་པོ་ཡོད་པ་དེང་སང་ཚན་རིག་གི་ཐོག་ནས་ང་ཚོས་ཤེས་རྟོགས་ཐུབ་ཀྱི་ཡོད། བརྩེ་སེམས་དེའི་ནང། ཚེ་སྲོག་གི་རྩ་ཆེའི་རིན་ཐང་རྩ་བ་ཚུགས་ཤིང། བརྩེ་སེམས་ཀྱི་ས་བོན་དེ་ལས། རླབས་ཆེ་བའི་སྙིང་རྗེའི་ཇུས་ཤིང་སྐྱེ་ཐུབ་ཀྱི་ཡོད། ངོས་ལ་མཚོན་ན། ང་ཚོ་འགྲོ་བ་མིའི་རིགས་རྣམས། སེམས་ཅན་གཞན་དང་མི་འདྲ་བ་ཡོད་པ་ནི། ང་ཚོས་ཚད་མེད་པའི་གཞན་ཕན་གྱི་ལྟ་བ་ཡིད་ལ་བྱེད་ཐུབ་པ་ཙམ་མིན་པར། ད་དུང་ང་ཚོས་དེ་དངོས་སུ་མྱོང་ཐུབ་པ་དང། དེ་བཞིན། སོ་སོ་རང་ཉིད་ཀྱི་ཐོག་ལ། བཀོལ་སྤྱོད་བྱེད་ཐུབ་པ་ཙམ་མ་ཟད། ད་དུང་གཞན་ལའང་གཅིག་མཚུངས་བྱེད་པར་བློ་སྟོབས་སྤེལ་ཐུབ་ཀྱི་ཡོད། དཔེར་ན་སློབ་དཔོན་ཞི་བ་ལྷས་མཛད་པའི་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལས། འགྲོ་བའི་འཆི་བདག་འཇོམས་བྱེད་པའི་བདུད་རྩི་མཆོག་ཀྱང་འདི་ཡིན་ནོ། འགྲོ་བའི་དབུལ་བ་སེལ་བ་ཡི་མི་བཟད་གཏེར་ཡང་འདི་ཡིན་ནོ། འགྲོ་བའི་ནད་རབ་ཞི་བྱེད་པའི་སྨན་གྱི་མཆོག་ཀྱང་འདི་ཡིན་ནོ། སྲིད་ལམ་འཁྱམས་ཤིང་དུབ་པ་ཡི། འགྲོ་བའི་ངལ་བསོའི་ལྗོན་ཤིང་ཡིན། འགྲོ་བ་ཐམས་ཅད་ངན་འགྲོ་ལས། སྒྲོལ་བར་བྱེད་པའི་སྤྱི་སྟེགས་ཡིན། འགྲོ་བའི་ཉོན་མོངས་གདུང་སེལ་བའི། སེམས་ཀྱི་ལྟ་བ་ཤར་བ་ཡིན། འགྲོ་བའི་མི་ཤེས་རབ་རིབ་དག། དཔྱིས་ཕྱིན་ཉི་མ་ཆེན་པོ་ཡིན། དམ་ཆོས་འོ་མ་བསྲུབས་པ་ལས། མར་གྱི་ཉིང་ཁུ་ཆུང་བ་ཡིན། ཞེས་གསུངས། ཡིད་དུ་འོང་བའི་སྙིང་རྗེའི་ཁྱད་ཆོས་ནི། དེ་རང་ཤུགས་ཀྱིས་རྒྱུད་ལ་མངོན་དུ་གྱུར་པའི་ཚེ། བྱིས་པའི་བརྩེ་སེམས་ཀྱི་མྱོང་བ་དེ་ཁ་འབྱེད་པ་དང། དེ་ནི་སོ་སོའི་རྩ་བའི་དོན་དངོས་ཀྱི་ཆ་ཤས་ཤིག་ཡིན། ཆོས་ལུགས་ལ་མ་བརྟེན་པའི་ལྟ་ཚུལ་ཞིག་གི་ཐོག་ནས། ལུས་ཀྱི་གྲུབ་ཆའི་ཐོག་ནས་ང་ཚོ་སྤྱི་ཚོགས་ཀྱི་སེམས་ཅན་ཞིག་ཡིན་སྟབས། གཅེས་སྐྱོང་བྱེད་པ་ནི་འགྲོ་བ་མིའི་འཚོ་གནས་མ་ལག་གི་ཁ་འབྲལ་ཐབས་མེད་པའི་ཆ་ཤས་ཤིག་ཡིན། འདིར་ཡང། ང་ཚོའི་མ་ཡི་བརྩེ་བ་དང། མའི་བརྩེ་སེམས་འཚོལ་བ་དང་དེ་ལ་ཡི་རངས་བྱེད་པའི་ཕྲུ་གུའི་ལྷན་སྐྱེས་ཀྱི་ནུས་པ་མེད་པར། ང་ཚོ་འཚོ་གནས་ཐུབ་པའི་རེ་བ་མེད། ངོས་ནས་གསོ་བ་རིག་པའི་ཚན་རིག་གི་གྲུབ་དོན་ཞིག་ཡང་ཡང་བརྗོད་ཀྱི་ཡོད་དེ། ང་ཚོ་མ་ལས་བཙལ་རྗེས་ཐོག་མའི་གཟའ་འཁོར་ཁ་ཤས་སྐབས། སོ་སོའི་མའམ་དེ་མིན་རང་ལ་གཅེས་སྐྱོང་བྱེད་པོ་གཞན་གྱིས་རང་ལ་དངོས་སུ་རེག་ཐུག་བྱེད་པ་ནི། ང་ཚོའི་ཀླད་རྒྱ་ཆེ་རུ་འགྲོ་བའི་རྐྱེན་གལ་ཆེན་པོ་ཞིག་ཡིན་པ་ཚན་རིག་གིས་ར་འཕྲོད་བྱས་ཡོད། འདིས་མི་ཞིག་གི་འཚོ་གནས་དང་འདི་ཐབས་ཆེད་མི་གཞན་གྱི་བརྩེ་བ་དང་སྙིང་རྗེ་ཇི་ཙམ་གལ་ཆེན་པོ་ཡིན་པ་སྟོན་གྱི་ཡོད། དེར་བརྟེན་གཞན་ལ་སྙིང་རྗེའི་ཚོར་བ་སྐྱེས་པ་ནི་ང་ཚོའི་ཆེས་ཟབ་ཤོས་ཀྱི་རང་གཤིས་དེ་སྟོན་གྱི་ཡོད། ནང་གི་སྒོ་ཕྱེས་པ་ན་གཞན་ལ་སྙིང་རྗེའི་ཚོར་བ་དང་བཅས་འབྲེལ་བ་བྱ་རྒྱུར་འབད་རྩོལ་ལྷུག་པོ་བསྟེན་མི་དགོས་པ་ཆགས་ཀྱི་ཡོད། དེར་བརྟེན་བསྟེན་བྱ་མེད་པ་དང་འཇིགས་སྣང་གི་གཉེན་པོ་མཆོག་ཏུ་གྱུར་པ་ནི་སྙིང་རྗེ་ཡིན། སྙིང་རྗེས་སོ་སོའི་ནང་སེམས་ཀྱི་སྟོབས་ཤུགས་སླར་གསོ་བྱེད། བཅོས་མིན་གྱི་སྙིང་རྗེ་ལྡན་པའི་གང་ཟག་ཅིག་གིས། རང་གཅེས་འཛིན་ལས་ཐར་བའི་ཐར་པ་ལས་བྱུང་བའི་འཇིགས་སྣང་མེད་པའི་གནས་སྟངས་ཤིག་མཚོན་གྱི་ཡོད། སྙིང་རྗེ་ནི་ལྷན་སྐྱེས་དང་འགྲོ་བ་མི་ཀུན་ལ་རིགས་རྒྱུད་ནས་འཇགས་པ་ཞིག་ཡིན་ཞིང། ཆོས་ལ་ཡིད་ཆེས་ཡོད་མེད་གང་ལྟར་ཡང། རིན་པོ་དེའི་ཐོག་ལ་ཁྱད་པར་ཅི་ཡང་མེད། འཛམ་གླིང་ནང་གི་ཆོས་ལུགས་ཀྱི་བསླབ་བྱའི་ཐབས་ཤེས་ག་རེ་བྱེད་ཀྱི་ཡོད་ཅེ་ན། ང་ཚོས་ཁྱད་ནོར་དེ་ངོས་འཛིན་ཐུབ་པར་རོགས་རམ་བྱེད་པ་དང། དེ་ནས་གཅེས་སྐྱོང་བྱས་ཏེ་འཕེལ་རྒྱས་གཏོང་བ། མཐར་ཡང་དག་པ་ཞིག་ཏུ་གོང་མཐོར་གཏོང་ཐུབ་པའི་ཐབས་ལམ་ཆ་ཚང་བ་ཞིག་མཁོ་སྤྲོད་བྱེད་ཀྱི་ཡོད།